ཨོ། རྣམ་པ་ཚོ། བཀྲ་ཤིས་བདེ་ལེགས། ཨན་དང་པོ་བསམ་ཚུལ་མ་ཞུ་གོང་ནས། རྒྱལ་བ་བསྟན་འཛིན་རྒྱ་མཚོ་ལ། གུས་ཕྱག་དངོས་དུ་ཕུལ་ནས། རྒྱལ་བ་བསྟན་འཛིན་རྒྱ་མཚོ། བོད་མི་རིགས་ཀྱི་སྤྱི་ནོར་ཡིན་པའི་ཆ་ནས། རྒྱལ་བ་བསྟན་འཛིན་རྒྱ་མཚོ་གིས་བོད་མི་རིགས་ལ་བཀའ་དྲིན་ཆེན་པོ། ཡོད་པའི་ཐོག་ནས། ང་རང་གིས་བསམ་འཆར་ག་རེ་ཞུས་པ་ཡིན་ནའི་རྒྱལ་བ་བསྟན་འཛིན་རྒྱལ་མཚོ་ལ་གུས་ཞབས་མེད་པ་དེ་འདྲའི་རྩ་བ་ནས་མེད་པའི་ཐོག་ནས། ནི་རང་རྒྱལ་ཁབ་འདི་གནས་དགོས་ཀྱི་ཡོད་པ་དང་རང་གི་རྒྱལ་ཁབ་འདི་འཛིན་བཟུང་བྱེད་པའི་བསམ་འཆར་ཅིག། ཞུ་བ་ཡིན་དེ་ཡིན། རྣམ་པ་ཚང་མ་གི་སེམས་པའི་རེ་བ་ཡོད། དེ་རྒྱལ་ཁབ་གནས་རྒྱལ་ཁབ་དེ་གནས་དགོས་ཀྱི་ཡོད་ན། ད་ཨིན་ཇིའི་ཐོག་ལ་ཡིན་ན Survive of Tibet as a Nation རྒྱལ་ཁབ་དེ་གནས་དགོས་ཀྱི་ཡོད་ན། ད་མི་ཡིས་མནར་བ། མི་ཡིས་ན། ལོ་དྲུག་ཅུ་བདུན་ཅུ་བརྒྱ་ཅུ། བརྒྱ་དང་ལྔ་བརྒྱ་དང་བཅུ་བརྒྱ་དང་བཅོ་ལྔ་ཟིན་པའི་གནས་སྲིད་ཀྱི་ཡོ་རོ་བ། ད་རྒྱལ་ཁབ་ཡིན་ན་ཡིན་ན། ལོ་སྟོང་ཕྲག་ནས་སྟོང་ཕྲག་གནས་སྒོ་རེད། འཛམ་བུ་གླིང་འདི་འཛམ་བུ་གླིང་ཁོ་རང་གང་ཚང་གནས་པ་ཡིན་ན་འོ་དེ་ནང་བཞིན་ཅིག་ཨ་ནི་འགྱུར་བ་དང་འགྲོ་ཀུ་རེ་རེད་དེ་གནས་སྒོ་ཡག་གི་བསམ་བློ་འདི་བོད་གཞུང་དང་བོད་གཞུང་ནས་བོད་པའི་ཆབ་སྲིད་པ་ཚོས་ག་དུས་ཡིན་ཆབ་སྲིད་པ་སྔོན་དམག་ཆབ་སྲིད་དེ་འདྲ་བ་ཆབ་སྲིད་པ་མ་འོངས་པ་ཆབ་སྲིད་པ་ཚང་མ་གི་འོ་དེ་སྙིང་དུ་བཞག་དགོ་གི་འདུག་བསམ་གི་འདུག་ཨ་དེ་འདྲའི་ཡིན་དུས་རྩམ་པ

དེ་ནས་ང་ཚོ་རང་བཙན་ཡིན་པའི་རྒྱལ་ཁབ་ཅིག་ཕྱིན་ཏེ་འོར་ཏེ་རྒྱ་དམར་པོ་གིས་ཐུབ་ཚོད་བཏང་ནས་བཟས་པར་བ། ཐུབ་ཚོད་བཏང་ནས་བཟས་པ་དེ། ཐུབ་ཚོད་རང་མ་གཏོགས་ཅིག་གིས། འཛམ་བུ་གླིང་འདིའི་ནང་ལ་ཁྲིམས་དང་མཐུན་པའི་ཐོག་ནས་བྱས་པ་ཡོད་མ་རེད་པ། ཁྲིམས་དང་མཐུན་པའི། ཡོང། ཧམ་པ་དང་ཨེ་ནི་པའི་ཁར་སྐོར། གཅིག། ཁོང་ཚོ་ཤུགས་ཆེ་བ་ཡོད་པ་དང། ཁོང་ཚོ་ལྕགས་ལྔ་བྱུང་བ་དང་ཁོང་ཚོ་ལག་ཆ་ཆ་ཚང་ཡོད་པ་བཅས་ཨེ་ནི་ང་ཚོ་གཉིད་ཁུག་བསྡད་པའི་སོར་བརྗེ་ལ་ང་ཚོ་བཅོམ་པར་བ། དེ་གི་ང་ཚོ་རྒྱ་ར་དེ་འདྲ་གི་ཐོག་ནས་བྱུང་བ་རེད་དེ། དེ་གི་ཐོག་ནས་རྒྱ་ལ་ཐོབ་དགོས་ཡ་ཡོད་མ་རེད། རྒྱ་མི་ལ་དབང་ཆ་དེ་རྒྱ་མི་རྒྱ་མི་ང་ཚོ་ད་ཡོད་མ་རེད། དེ་དེ་ལས་སླ་པོ་དེ་འདྲ་ནང་བཞིན་རྒྱ་གི་ཟས་པ་ནང་བཞིན་ཡོད་མ་རེད། ད་དེ་དེ་ང་རང་ཚོ་མཐོང་དགོས་བ་རེད་བོད་པའི་ཆབ་སྲིད་དམིགས་བསལ་གི་ཆབ་སྲིད་པ། ཆོས་དང་ཆབ་སྲིད་གཉིས་མ་འདྲེས་པ་བཅས་ཆབ་སྲིད་ཡང་དག་ཅིག་དགོས་ཀྱི་ཡོད་ཆབ་སྲིད་ཡང་དག་པའི་ཐོག་ནས་རྒྱལ་ཁབ་འདི་ལ་བདག་པོ་རྒྱག་མཁན་ཅིག་དགོས་ཀྱི་ཡོད་མུ་མཐུད་ནས་དེ་འདྲ་ཡིན་དུས་ད་རྒྱ་མིག་ཐུགས་གསལ་ཏེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུར་རྒྱལ་བ་བསྟན་འཛིན་རྒྱ་མཚོ

ངོས་ལེན་བྱུག་མེད། སྲུང་ཡོར་བ། འོ་ད་དེ་ཚོ་ཏག་ཏག་རེད་བསྡད་ཡོག་རེད། ད་ང་ཚོ་ལས་ཀ་བྱས་པ་ལས་བྱེད་རྒྱུ་མང་བསྡད་ཡོག་རེད། ད་བོད་རང་དབང་རང་བཙན་ཟེར་མཁན་དེ་མེད་དུ་མི་རིང་བ་བྱུང་སོང་གོ་གོ་གི་ཡོད་པ་དེ་བོད་པ་ཚང་མ་བོད་པ་ཡིན་ཚད་ཚང་མ་གིས་གཟིམ་དགོས་པ་དེ་ཤིན་ཏུ་གལ་ཆེན་པོ་རེད་ཤག་ད་དེ

བསླབ་དགོས་པ་དང་འགྲེལ་བཤད་རྒྱག་དགོས་པ་དེ་ང་རང་ཚོ་བསླབ་གྲྭའི་ནང་ལ་ཡིན་ན་རྒྱལ་རབས་པས་གསལ་བོ་ཞེ་བོ་གཅིག། སྤུ་བོ་ཆུང་ཆུང་སྤུ་གོ་ལོ་ཉི་ཤུ་རྩ་གཉིས་རྩ་གསུམ་ཕྱེད་བདུན་ཙམ་པ་བོད་ཀྱི་རྒྱལ་རབས་ཆ་ཚང་ཤེས་མཁན་ཅིག་བཟོ་དགོས་བར། རྒྱ་མི་ཁ་བ་རྒྱ་མི་ཆོས་པ་ཡིན་ན་འདྲ་སྲིད་དོན་སྲིད་དོན་པ་ཡིན་ན་འདྲ་དེ་ལ་ཡིན་ན་འགྲེལ་བཤད་བོད་དེ་རྒྱག་གི་རྩལ་དབང་གི་ཟད་པར་འདི་ཡིན་པ་སྟེ། མ་འོས་པ་འདི། འགྲེལ་བཤད་ཆ་ཚང་རྒྱག་གོ། ཨ་ནི་འཛམ་བུ་གླིང་རྒྱལ་ཁབ་རེ་རེ་བཞིན་དུ་ང་ཚོ་བོད་གཞུང་གི་དང་བོད་གཞུང་གི། CTA། གི་བོད་རྒྱལ་ཁབ་རེ་རེ་གི་གཞུང་དེ་ཚོ་དང་འབྲེལ་བ་ཉག་གོ། ཨ་ནི་འབྲེལ་བ་འདི་ག་རེ་ཉག་གོ་བ་རེད་ཟེར་ན་ང་རང་ཚོ་ལ་ང་རང་ཚོའི་བོད་ཀྱི་གནས་སྟངས་འདི་སྡུག་ས་རེད། ཨ་ནེ་རྒྱ་མི་གི་གསུང་སྟངས་དེ་སྡུག་ས་རེད་འདི་མ་འོས་པ་དེ་འདི་རེད། ཁྱེད་རང་ཚོ་ཉུང་ཤོས་ལ་ཨ་ནེ་སྐྱིད་བསྡད་དགོས་རེད། ཉུང་ཤོས་ལ་སྐྱིད་བསྡད་དགོས་བ་རེད། བོད་ཀྱི་ཐོབ་ཐང་དེ་ཁྱེད་རང་ཚོ་ངོས་ལེན་བྱས་རྗེས་ང་ཚོར་རྒྱབ་སྐྱོར་བྱས་པའི་ཐུགས་ན་རྗེས་སུ་ཡི་རང་ཡིན། དེ་མེད་ན་ཡང་ཁྱེད་རང་ཚོ་ཉུང་ཤོས་ལ་བོད་རྒྱ་མི་ཁུངས་སེ་ཡིན་ཟེར་སྦྱོར་བ་དེ་ངོས་ལེན་རྩ་བ་རང་ནས་བྱེད་རྒྱུ་བ་མ་རེད་སེ་འདི་བདེ་བ་ཅིག་ཉག་དགོས་ཀྱི་ཡོད་རེད། དེ་འདྲ་བྱེད་དུས། དེ་འདྲ་བྱེད་དུས། ང་ཚོའི་དོན་དག་དེ་གསལ་རུ་གསལ་འགྲོ་གི་རེད། ང་ཚོའི་དོན་དག་དེ་དོན་དེ་ང་ཚོ་རྒྱ་དམར་པོ་ལ་རྒྱ་མི་ལ་མི་དགའ་བ་མིན། ང་ཚོ་རང་བཙན་ཡིན་ཙང་རང་བཙན་ཡིན་ཙང་ང་ཚོ་རྒྱལ་ཁབ་དེ་ཆོས་དང་རིག་གཞུང་སྐད་དང་ཚང་མ་གི་ཐོག་ནས་ང་ཚོ་ལོག་ཁག་ཡིན་ཙང་དེ་ང་རང་ཚོ་འཛིན་སྐྱོང་དེ་ང་རང་ཚོ་བྱེད་དགོས་ཡ་དེ་དེ་ང་ཚོ་ཐོབ་ཐང་རེད་བ། འགྲོ་བ་མིའི་གི་ཐོབ་ཐང་རེད་བ། རྒྱལ་ཁབ་ཀྱི་འགྲོ་འདུག་ར་བ། རྒྱ་དམར་པོ་གི་ཟེར་བ་དེ་ཁྲིམས་འགལ་བ་རེད་བ། འཛམ་གླིང་རྒྱལ་ཚོགས་ཀྱི་ཁྲིམས་འགལ་བ་རེད་བ། སོ་སོ་རྒྱལ་ཁབ་ཀྱི་ཁྲིམས་འགལ་བ་རེད་བ། མི་ཡ་རབས་ཀྱི་ཡ་རབས་འགྲོ་ཡ་རབས་སྤྱོད་བཟང་གི་ཐོག་ནས་དེ་ག་ཚང་མ་གང་ས་ནས་ནོར་ནོར་རེད་ཟེར་གྱི་ནི་ད་ག་ད་ད་ང་ཚོ་རྒྱ་ཆེ་རྒྱ་གི་ཐོག་ནས།